ད་བོད་གཞུང་གི་དཔེ་ཆའི་གོ་མི་གི་ཡུལ་སྲིད་ཡིན་པ་དེ་ཉི་ལེ་ཚོགས་མ་གནང་པར་དེའི་བར་དུ་ད་ཡུལ་སྲིད་ཁག་མི་འདྲ་བ་གསུམ་ཟིག་ཡོད་རེད། ད་ཕྱི་ལོ་གཅིག་སྟོང་དགུ་བརྒྱ་ང་གཅིག་ང་གཅིག་ལོ་ལ་ཕྱི་ཟླ་ལྔ་པའི་ནང་ལ་ད་བོད་གཞུང་གི་དཔེ་ཆའི་གོ་མི་ཡུལ་སྲིད་ངེས་ཚིག་ཡིན་པ་ཐག་བཅད་གནང་པ་རེད། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ང་གཅིག་ང་བཞི་ལོ་ལ་གོང་ས་མཆོག་པེ་ཅིན་ལ་ཕེབས་པ་རེད། དེ་ནས་པན་ཆེན་རིན་པོ་ཆེ་པེ་ཅིན་ཕེབས་པ་རེད་ཁོང་ཉིད་འཇང་ཕྲན་ཐེ་དང་པོ་དེ་པེ་ཅིན་དུ་བྱུང་བ་རེད་ཁོང་གཉིས་ཀ་དེ་དུས་དེ་རེད། གུང་ཁྲན་ཏང་མགོ་བཙུགས་ཚར་རེད་བཙུགས་ནས་ལོ་ལྔ་ཟིན་འགྲོ་ཚར་རེད་ཁོང་གཉིས་ཀ་མི་གེ་འཇང་ལུང་མི་འཐུས་མི་ཚུགས་ཆེད་ཀྱི་ནང་ལོགས་ལ་ལྟ་དྲིན་ཚུགས་འཐུས་མི་བྱས་ནས་ཉིན་ཁ་སྙོག་འདོད་ཕེབས་པ་རེད། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་དེ་ནས། བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་གི་ཀྲུའུ་རིན་རྒན་པ་གོང་ས་མཆོག་ཅེས་ཀྲུའུ་རིན་བྱས་པ་དེ་ཁོང་བདམས་པ་རེད། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ང་གཅིག་ང་དྲུག་ལོར་ལ་རྒྱ་གར་གྱི་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་གི་དེ་ནས་ནང་པའི་གི་དུས་དེབ་ཆེན་པོ་དེའི་ནང་ལུགས་ལ་ཁོང་ཉིན་ཁ་ཕེབས་པ་རེད།

བོད་ནང་ལོགས་ལ་ཡག་ཐིག་ཟེར་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་གི། ཀྲུའུ་རིག་གི་མཚན་གནས་རང་འཇགས་གནང་ནས་བསྡད་པ་རེད་ཨ་ནི་དྲུག་གཅིག་རེ་གཅིག་རེ་གཉིས་རེ་གསུམ་ནས་བོད་ནང་ལོགས་ལ་མི་དགེ་བྱུང་པ་རེད་མི་འབུ་ཕྲག་མང་པོ་ཤི་བ་རེད་ཨ་ནི་ད། དུས་དེབ་མང་པོ་ཕོག་པ་རེད་དགོན་པ་གྲྭ་ཚང་དེ་གའི་ལ་ཉོག་ཆ་མང་པོ་ཤོར་བ་རེད་ཕྱིས་དུ། ཨ་རི་ནས་བདེ་མཆོག་གྲམ་འབྲས་ཀྱི་ཐོག་ལ། དཀའ་ངལ་རག་ཏུ་རིམ་པར་འཕྲད་པ་ལ་བལྟས་ཕྱིན་ནས་ཁོང་གིས་ཡིག་འབྲི་འཕྲི་བདེ་བའི་སྙན་ཞུ་དེ་བཏང་བ་རེད་སྙན་ཞུ་དེ་གི་མཐའ་མའི་མཇུག་འབྲས་དེ་ག་རེ་བྱུང་བ་རེད་ཟེར་ན་ཁོ་རང་ངམ་ལོ་དགུ་ལ་བཙན་ཁང་དུ་བསྡད་དགོས་ཡ་མ་གཏོགས་མི་སེར་གྱི་དྲིན་འབྲས་ཆེན་པོ་གས་ཐད་ཡོད་མ་རེད་ད་ཡིན་ན་ཡང་ལོ་རྒྱུས་ཀྱི་དཔང་རྟགས་ཀྱི་ཐོག་ལ་ཁོང་གི་ལྟ་བ་ག་རེ་ཡིན་པ་དང་ཁོང་གི་ལོངས་ཕྱོགས་ག་རེ་ཡིན་པ་དང་ཁོང་གིས་མི་རིགས་ཀྱི་ཐོག་ལ་མཛད་འགན་ག་ཚད་བཞེས་ཡོད་པ་དེ་དག་ལོ་རྒྱུས་ཀྱི་ཐོག་ལ་དཔང་རྟགས་གསལ་བོ་ལྷག་བསྡད་ཐལ་ཆགས་པ་རེད། དེ་ནས་དྲུག་བརྒྱད་རེ་རེའི་ལོ་ལ་རིག་གནས་གསར་བརྗེ་ཆེན་པོ་ཚུད་པ་རེད། དེ་དུས་ག་ལ། ཐག་ཚད། བྱས། ཉིས་སྟོང་གི་ལྟེ་སྲིད་མྱོང་པ་རེད། ཨ་ནི་དཔོན་པོ་གཞན་དག་ནང་བཞིན་གྱི་ཉིས་སྟོང་བསྡུ་བ་མྱོང་ཡོད་མ་རེད་དེ་ནི། ཀྲོང་ཡན་ལེགས་ཀྱིས་སུས་ཤ་བོལ། ཀྲོང་ཡན་ལེགས་ཀྱི་བཀའ་དེ་དུས་སེང་ཙུང་སེང་གི་སྐྱེས་དམན། དེ་ནི། ཟོང་ཆིན་ནི་དང་པན་ཆེན་རིན་པོ་ཆེ་གཉིས་ད་གཟའ་གཟའ་ནན་ཐེ་བྱས་ནས་སུས་ཤ་བྱས་སུས་ཤ་བྱས་པའི་འོག་ནས་ལ་དྭགས་སྦེད་ནས་ཤ་དེ་མ་གཏོགས་ཀྲོང་ཡན་ལེགས་ལ་ནི་བ་ས་ཁེ་ཡོད་མ་རེད་སྦེད་ནས་ཤ་བ་ཚང་ཞིག་རེད། དེ་ནི་ཕེབས་ཡོད་མ་རེད་ད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ནས་དངོས་སུ་བཙན་ཁོག་ནུབ་ལྷོ་མ་ཧྲི།

དེ་ནས། བདུན་ཅུ་ཐལ་དགུ་ལོ་ལ་དེ་ནས་གྲངས་ཉུང་མི་རིགས་ཀྱི་སྐད་ཡིག་ཆེ་རིགས་གོ་སོ། ཤ་སོ་བཟོ་ཡག་གི་རྒྱང་རིང་མོ་འཐིམ་པོ་ཚུགས་ཆེད་བཀའ་སྤྱི་གཅིག་པའི་ནོར་ལུག་ལ་ཐག་བཅད་བྱུང་བ་རེད་དེའི་ནོར་ལུག་ལ་ད་ནས་ཐག་བཅད་གི་དྲིན་ཆ་ཁ་ནས་འགྲོ་ངེས་ཏེ་འབའ་བ་ཕུན་ཚོགས་རྒྱ་གར་ཁ་ནས་གསུངས་པ་རེད་རྒྱ་ཕྱོགས་བཟོ་ངེས་ཏེ་པན་ཆེན་རིན་པོ་ཆེ་གི་གཟིགས་པ་རེད་ང་ཚོའི་ཕྱི་ལུགས་ལ་གནད་འགག་ཆུ་ཤུལ་དེ་ཚོ་གལ་ཆེན་པོ་བཟོ་ལྟ་ཡ་མ་རེད་རྩ་བའི་ཡིག་ཆ་རྒྱ་ནག་གི་རྩ་བའི་ཡིག་ཆ་གི་ནོར་ལུག་ག་རེ་བྱས་ཡོད་མེད་དེ་གནད་འགག་ཆེན་པོ་རེད་ཁོང་ཚོའི་ཡིག་ཆ་དང་ཕལ་ལོ་ལོ་བཞོ་ཡག་བཟོ་འདྲ་ཅི་མ་རེད། བརྟེན་ཤ་ཕོའི་དགོན་པ་མ་རྫོགས་བར་དུ་ཁོང་ཚོའི་ཡིག་ཆ་དེ་ཚོ་ཇི་མ་ཇི་བཞིན་གྱི་ལོ་རེ་བཏགས་ནས་སོང་ཡོད་རེད། དེ་ནས་མགོ་ཚོས་ཅི་ནས་དེ་ནས་བོད་མི་རིགས་ཀྱི་ཕྱིའི་རིག་གཞུང་གང་དགར་ད་ཤ་སོ་བཟོ་ཆོག་ཡག་གི་གོ་སྐབས་རག་བར་དུ་ཉོན་དུ་མི་ལོ་བཅུ་རེ་ལ་གོང་ནས་ཅི་ནས་གི་ཤ་སོ་བཅས་བྱས་ནས་ད་ནས་བདུན་ཅུ། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དེ་རྗེས་ནས་རྒྱ་ཤ་བྱ་རྒྱག་བར་དུ་ལོ་གཅིག་རེ་དེ་ལ་ད་པན་ཆེན་རིན་པོ་ཆེ་གི་བན་ནོ་ལོ་ལ་མཛད་པ་འཁྲི་ལ་རྒྱ་ཆེན་པོ་ཞུ་རྒྱུ་རག་ཡོད་རེད།

ཕ་ཤེལ་སྒོས་ཡག་མི་གཅིག་གི་ནང་ལོགས་ལ་བལྟས་ནས་སྤེན་ཆེན་གོང་མ་རི་ཆུང་གིས། གདོང་ཐལ་རིག་གནས་གསར་བརྗེ་ཀ་པང་འགྲོ་འཇུག་དེ་སོ་ཡ་ཤ་སོ་བྱེད་བྱེད་ནས་ལ་བལྟས་ནས་གསེར་གདུང་ཆེན་པོ་དེ་ཕྱག་བྱས། ལོ་དེ་གི་ཟླ་བ་དེ་གི་ཚེས་པ་ཕ་ཤེལ་ཉེར་བཞི་རྩ་བརྒྱད་ལོ་ལ། ཉེར་བཞི་རྩ་བརྒྱད་ཀྱི་འགོ་ལ་དགོངས་པ་རྫོགས། དེ་སྤེན་ཆེན་རིན་པོ་ཆེ་སྐུ་གོང་མའི་གི་མི་ཚེ་གི་ད་ལོ་རྒྱུ་གནས་འདི་འདྲ་སྟེ་རེད།

སྔ་ཕྱི་ང་རོའི་བར་དུ། དྲིན་ཚོང་ཐིག་མེད་ཀྱི་མིང་ཡོག་རེད་དེ་ནས་དབང་ཆ་བེད་སྤྱད་དང་ནི་ལས་ཀ་བཟོ་འགྲོ་ས་གི་དེ་འདྲས་ཀྱི་ཁོར་ཡུག་དེ་སྡིངས་ཆ་ཀྱི་ཡོག་མ་རེད། དེ་ནས་ལ། ཡིད་རིང་པོ་ཁོ་ཡོག་མ་རེད་བཙན་ཁོང་ནང་ལྷུང་སོད་རེད་དེ་ནས་མི་ཚེ་ནང་ལ་ད་མི་ཚེ་དེ་སད་ཡག་ཤོག་དེ་བཙན་ཁོང་ནང་བསྡད་པ་རེད་ད། གོ་བཀག་འདྲ་བོ་དེ་པན་ཆེན་རིན་པོ་ཆེ་གི་ཁྱི་སྲིད་ཀྱི་མཛད་འགན་བཞིན་ནས་ལ་ད་མཛད་བང་ཁྲི་ལས་བརྒྱལ་ས། དབང་ཆ་ཡོད་ས། གོ་སྐབས་རག་ས་དེ་ག་བ་ནས་འགོ་ཚུགས་བདེན་ཆེན་དེ་རྗེས་ལོ་སྟེང་ཆང་ཕུད་ཀྱི། རྒྱུད་སྤྱི་སྒོ་ཡན་ཟེར་ངེས་དེ་ཚོ་མི་བཞི་ཆོ་ག་མཐའ་བའི་བདུན་ཁྲི་བཞི་ཟླ་ལགས་རྒྱུད་སྤྱི་སྒོ་ཡན་གྱི་སྲིད་སྤྱི་འབྱོར་བ་ཐེག་པ་དེ་ནས་འགོ་ཚུགས་ཡོད་ཅེས་ནས་པན་ཆེན་རིན་པོ་ཆེ་བཙན་ཁང་ནང་ནས་མ་བསླེབས་པ་དང་ཨ་ནེ་ངེས་མེད་ཀྱི་གོ་གནས་ཡོངས་རྫོགས་ཡག་ཤ་གསོ་བྱས། སྟེང་ཆང་ཕུད་ཀྱི་ཆེ་ར་ལ་ནོར་ཉེས་གང་ཡང་ཡོག་མ་རེད། ཁྱེད་རང་ནི་དངོས་གནས་མཛད་རྗེས་ཅན་གྱི་མི་སྣ་གལ་ཆེ་ཅིག་རེད། དེ་ནས་ཁོང་ཡོང་ཆེ་ས། བདུན་ཕྱི་དེ་རྗེས་ལོ་ནས་བཙན་ཁུག་ནང་ནས་མ་འཕྲོག་ཅིག་ལ་ད་དྲིན་ཚོང་ཐེངས་མེད་ཀྱི་གོ་གནས་དེ་ཡག་ཐོབ་པ་རེད། བདུན་ཕྱི་དེ་གི་ལོ་ལ། དེ་ནས་རྒྱ་ཡི་མུ་མཐིང་མུ་ཚུར་གྱི་བཀའ་སྤྱི་གཅིག་པ་དེ་འཚོ་བའི་སྐབས་སུ་འབའ་བ་ཕུན་ཚོགས་དབང་རྒྱལ་གྱིས་དེ་ནས། དྲིལ་བསྒྲིགས་ཡིག་ཆ་དེ་གར་ཁེལ་བ་ཟེར་ན་གྲངས་ཉུང་མི་རིགས་ཀྱི་ཕྱིར་ལུས་སྒོ་སྲོག་ཤ་སོགས་བཟོ་དགོས་ཀྱི་ཡིན་ཟེར་ཡག་གི་ཡིག་ཆ་དེ་ཁ་ནས་སོང་ཞིག། རྔན་མ། དེ་གི་ཐོག་ལ་རྒྱ་ཤོག་བཟོ་མཁན་མང་པོ་སྐྱེས་སྐྲག་ནས་དེ་འདྲས་ཀྱི་ཐོག་ལ་རྒྱ་ཤོག་བཟོ་བའི་རྐྱེན་གྱིས་དེ་ནས་རིག་གནས་གསར་བརྗེ་སྐབས་བདུད་པོ་མྱངས་པ་ཡི་ས་ནས་ད་རྒྱ་ཤོག་བཟོ་ཕེབས་ཀྱི་ཡོད་མ་རེད་ད་མཐའ་མ་དེ་དེ་གར་བཟོ་དགོས་རེད། པན་ཆེན་རིན་པོ་ཆེས་རྒྱ་ཆེའི་ཁྱོ་བརྒྱུད་བྱས་ནས་རྒྱ་ཤོག་བྱས་རྗེས་སྟེང་ཞབས་བེ་གི་རྒྱ་ཤོག་འོག་ནས་ད་དེ་དྲིལ་ཆས་དེ་པར་སི་ཆས་ཟེར་དེ་ཆས་པ་དང། དེ་ཡི་གཞི་ལ་འཇོག་པའི་ཐོག་ནས་ད་པན་ཆེན་རིན་པོ་ཆེ་གིས་རྒྱ་ནག་གི་རྩ་ཁྲིམས་ནང་ལ་ཡོད་པའི་གི་གནད་དོན་དེ་གཞི་ལ་འཇོག་པའི་ཐོག་ནས་ད། ཆབ་སྲིད་ཀྱི་ཐོག་ནས་ལས་འགུལ་གཙོ་བོ་དེ་ག་རེ་སྤེལ་རེད་ཟེར་ན། མི་རིགས་ས་ཁུལ་རང་སྐྱོང་ཟེར་མཁན་དེས། མི་རིགས་ས་ཁུལ་རང་སྐྱོང་ཁོངས་ཀྱི་དགོངས་པའི་ནང་ལ་ད་རེ་བ་ཆེ་ཤོས་དེ་ག་རེ་བརྒྱག་ཡོད་རེད་ཟེར་ན་བོད་རང་སྐྱོང་ལྗོངས་དང་གཅིག་བྱས། མཚོ་སྔའི་བོད་རིགས་རང་སྐྱོང་ཁོངས་དང་གཉིས། རང་སྐྱོང་གར་ས་ཁུལ་དང་གཉིས། རང་སྐྱོང་གར་ཁུལ།

ཆ་ཆེ་ཆ་སོང་དེ་ལེན་པ་རེད་ཁོ་ར་བསྡད་པའི་རིགས་ལ་ཨ་ནི་སྐད་ཡིག་གི་རང་བྱུང་ལེན་པ་རེད་གཅིག་བྱས་ཆོས་ལུགས་ཀྱི་རང་བྱུང་ལེན་པ་རེད་གཉིས་བྱས་དེ་ནི་ཡིག་སོགས་གོ་ཆིག་གི་རང་བྱུང་ལེན་པ་རེད་རོ་འདེད་སོགས་གང་དེ་ནི་དཔལ་འབྱོར་གྱི་རང་བྱུང་འདེད་སོགས་གང་གང་ལས་ཡག་གི་མི་མཐོ་ནས་གོམ་པ་སྤོས་ནས་གསུངས་པ་སྤོས་ནས་གསུངས་ནས་ལ་གྲུ་འབྲེལ་ངེས་ཁྱེད་ཚོས་བྱ་བར་བལྟས་རྒྱ་ནག་གི་རྩ་ཁྲིམས་ལ་བརྟེན་པའི་ཚུལ་གྱིས་དེ་ག་རེ་ཟེར་དགོས་རེད། ལོ་ལེགས་ལྟ་ཐུབ་དེར་དེ་དོན་སྙིང་དུ་ང་ཚོས་འདི་ནས་ཕར་བཤད་ན་བོད་ནས་ལྟ་སྐོར་ཐེངས་དང་པོ་འགྲོ་མཁན་དེ་ཚོ་གིས་ད་བོད་ནོར་ལུག་ལ་རེ་བ་བྱེད་ས་ཨ་དང་པོ་དེ་ང་ཕོད་ངང་འཇིགས་མེད་ལ་བྱིས་པ་རེད། དེ་བཟོ་མཁན་དེ་དག་ཀུན་འདུས་ཐང་ཆད་མཁྱེན་པ་ཡིན་ནི་རེད་དེ་ནས་སྐུ་ངོ་སྟག་ལྷ་ཡིན་ནི་མར་ཁ་སྡེ་སྟག་ར་ཡིན་ནི་རེད་ཁོང་རྣམ་པ་གང་ག་རེད། དེ་ནས། གཉིས་པ་དེ་འབའ་བ་ཕུན་ཚོགས་དབང་རྒྱལ། འབའ་བ་ཕུན་ཚོགས་དབང་རྒྱལ་ཡང་ཀུན་འདུས་ཀྱི་ཞལ་ར་གཙོ་བོ་ལ་གོ། དེ་ནི་མི་རིགས་ཀྱི་ལ་རྒྱ་ཆེན་པོ་ཡིན་ཅེས་མཐོང་ཆེན་པོ་ཤར། དེ་ནི་པཎ་ཆེན་རིན་པོ་ཆེ་གིས་ཤོག་འགའ་བཟོ་མ་ཞུས་ན། ཕ་ཤོག་གི་ཁ་གཏད་ཤོག་ལ་ལོག་ནས་ཚུར་ལ་ཤོག་འགའ་བཟོ་མ་ཞུས་ན་བཟོ་དགོས་ས་ནི་སྐྲག་བསྡད་ཡ་མ་གཏོགས་ཅི་རེ་བ་ག་གེ་ཁ་ཡོད་ལ་མ་རེད། ད་དེ་ཚོ་ང་ཚོས་བཤད་ན་རི་བྲག་འགྲོ་ས་རེད། བྱས་ཙང་འདི་ནས་ཕར་འགྲོ་དེ།

ཡིན་ནའང་ཕ་གི་ལས་ཚ་དེ་དཀར་ལ་བོད་པའི་ཁོ་བོ་ཆ་གཅིག་ཆ་སོང་ང་ཟིག་ཉིན་རྩིས་བྱེད་དོ་ཆ་སོང་ཁྲུས་དེ་ནས་ང་ཕེ་ལ། ཡི་གེ་དེ་ཕ་སྤྲེལ་འདི་དཀར་ལ། ཡི་གེ་དེ་ཅོ་ཙེ་མགོ་ལ་འདུག་སོ་ཕ་གཡུལ་ནས། ཨ་ནི་ཁྱོད་ཚོ་གར་སོ་དགོས་རེད། གྲ་སྒྲིག་ཡག་པོ་བྱུང་སོ་བས་སྣེ་ལེན་ཡག་པོ་འདུག་གནམ་གཤིས་འཁྲེགས་པོ་འདུག་གས་གྲ་སྒྲིག་དེ་ཚོ་ཡག་པོ་རེད་མ་ནི་ལག་ཞུགས་ཟེར་དེ་མ་གཏོགས་ཡི་གེ་དོར་སྐད་ཆ་ག་གེ་བཤད་ཨོ། པན་ཆེན་རིན་པོ་ཆེ་ལ་ཡི་གེ་དེ་ཕུ་འདི་དཀར་ལ། ཁོ་ཚོ་དང་པོ་ཕར་འགྲོ་དུས་ནས་ང་ཚོ་སྤེན་ཆེན་ལ་ཕྱག་ཕུལ་ག་ཟེར་ལ་དེ་སྐབས་ལ་སྤེན་ཆེན་ང་ཚོ་དད་པ་མཐོང་ནུས་ཆེན་པོར་ཕྱག་ལེབ་ཕུལ་ཏེ་ཡིན་ནའང་ང་ཚོ་བགེགས་གི་གདན་དུ་འགྲོ་བ་མ་རེད་བོད་སྤྱི་བའི་གདན་དུ་འགྲོ་བའི་ཚེ་ང་ཚོ་གིས་ཕྱག་མ་ཕུལ་རྗེས་ཀྱི་གསུང། སྤེན་ཆེན་ས་ལས་འོངས་ཏེ་སྐབས་ལ་སྤེན་ཆེན་ཡ་དང་པོ་ངས་ཕྱག་ཕུལ། ཕྱག་དེ་ང་ཚོ་བོད་པའི་གི་རིག་གཞུང་རེད་ད་ང་ཚོའི་བོད་པའི་རིག་གཞུང་ལས་བོད་པ་རང་གི་གཙུག་ཕུད་བཟོ་དགོས་ཀྱི་རེད་ཟེར་ཏེ་ཁོ་ཚོས་ཕྱག་ཕུལ་ཡ་དེ་དེ་འདྲས་ཀྱིས་ཕུལ་འཇུག། ཨ་ནི་ཡི་གེ་དེ་ཡག་ཕུལ་འོངས་དུས་སྐབས་ལ།

ཅིག་ལངས་ཐུབ་ཀྱི་རེད་ཟེར། དོན་དེ་ད་ལྟ་ཁྱོད་ཚོ་གིས་རང་བཙན་སྐད་ཆ་དེ་ཚོ་བྱས་ནས་མ་ཤེས། ཨ་ནེ། རྒྱ་ནག་འདི་གིས་ད་ལྟ་ང་ཚོ་ལ་ཚུལ་འབྲེལ་བ་བཟོ་ཡ་དེ་ཁ་སྲུང་ལྟི་སྲུང་ཁ་ཞེ་གཉིས་མེད་ངོ་ལྐོག་མེད་པའི་ཐོག་ནས་ཚུལ་འབྲེལ་བ་བྱེད་དགོས་ར་ཕར་ལ་ཡིད་ཆེས་གཙང་མ་བྱེད་ཁྱོད་ཚོ་འབྲེལ་བ་བྱེད་ད། ཨ་ནེ་ང་ཚོས་འདི་ལ། གར་སོ་དགོས་རེད་ཅེས་སོ་སོ་ལ་དགོས་ཡ་དེ་ཐོག་གི་རེད། ཨ་མས་རང་བཙན་དུ་དེ་འདྲ་བཤད་འགྲོ་ན་གཅིག་འགྲོ་ཟེར་ན་དེ་ནས་ཡང་བསྐྱར་ང་ཚོས་འབྲེལ་བ་འཐོལ་ཐུབ་ཀྱི་མ་རེད་འབྲེལ་བ་འཐོལ་མ་ཐག་ན་ད་ང་ཚོས་རེ་བ་བཅའ་ས་གང་ཡང་མེད་ངེས་ཆགས་འགྲོ་གི་རེད། ཁྱོད་ཚོས་ཨ་མི་རི་ཀ་དང་རྒྱ་གར་ཁ་ལ་ཞེ་དྲག་ཉན་ནས་མ་འགྲོ་མ་གཏོགས་ཁོང་ཚོས་སོ་སོའི་རྒྱ་ཁག་ཁེ་ཕེ་ལ་ལྟ་གི་རེད་མ་གཏོགས་བོད་པའི་ཁེ་ཕེ་ལ་ཁས་བཏགས་ཀྱི་མ་རེད་ད། དེ་ནས་རྒྱ་ནག་དེ་ཚོ་ཡར་རྒྱས་འགྲོ་བའི་སྐབས་རེད་སྔོན་མ་ཡར་རྒྱས་མེད་པའི་སྐབས་ལ་ཡིན་ན་ཡང་ཨ་རི་ལ་སྐྲག་མ་རེད

ཁོའི་སང་ཉིན་སྦ་བ་ཕུན་ཚོགས་ངོ་རྒྱ་དང། དེ། ང་ཕན་ང་འོང་འཇིགས་མེད་གཉིས་ཁོ་གི་སྐད་བཏང་གི་ངས་ཞལ་ལག་བཀྱགས་ཡིན་དེ་ནི་ང་ཚོ་སྨྱོན་ཏེ་ཁྲིད་བཟོ་ལ། དེ་ནས་ཁོ་ཚོ་སེམས་པ་གཅིག་ལྕོགས་ཡོང་དེ་ཀ་ལ། འདི་ནས་ཕར་འགྲོ་དེ་ཀ་ལ་སྤེན་ཆེད་ལ་རྟགས་སྟོང་དང་ང་ཕལ་ལ་རྟགས་སྟོང་ཁོ་ནས་ང་ཕལ་དུ་སྤེན་ཆེད་ཀྱི་བྱེད་སྟོང་དེ་སོ་དེ་ནས་ཅི། རྣམ་པ་མ་འདྲ་ཐོ་ཁོ་ཚོ་གང་ག་སློབ་པའམ་ཅི་ང་ཤོག་ཅི་ང་གཉིས་ང་ག་འགའ་བའི་ཁ་མ་རི་མེ། ང་ཤོག་སོ་དེ་ཤ་སོ། སྐད་ཆ་དེ་ང་ཚོའི་གོ་དེ་ང་ཐེ་མོང་པོ་ང་གཉིས་ཟེར།

ཁོ་ཚོའི་ཚུར་ཡོང་ནས་སྐུལ་འདེད་ལ་ཡར་ཞུ་དུས་ཀ་ལ་སྐུལ་འདེད་ཀྱི་སྟེགས་ར་ཆེན་པོ་གཏོང་དགོས་ཟེར། ད་པཎ་ཆེན་རིན་པོ་ཆེས་བློ་ཁོག་ཡོད་ད་བློ་ཁོག་ཡོད་ཐག་བཅད་ཡོད་ཟེར་ང་གཉིས་ཐེངས་མ་གཅིག་གཉིས་གཅིག་ཐུག་རེད་པེ་ཅིན་ནས་ཐེངས་དང་པོ་ཐུག་དུས་ནས་མི་དེར་བློ་ཁོག་ཡོད་ད་ཟེར། དེ་འདྲ་གསུང་གི་འདུག་ཟེར། འོ་དེ་ཆགས་སྲེད་ཀྱི་ཐོག་ནས་ང་ཚོ་བཙན་བྱོལ་ལ་ཆུ་ལམ་སྟེགས་བཟོ་ཡ་ཁོང་གིས་ལམ་སྟེགས་བཟོ་བ་ནང་བཞིན་བྱས་ནས་ང་ཚོ་བཅས་འགྲོ་ཤོག་ཡིན་ན།

ང་ཚོ་འདིའི་སྟེང་གི་སོ་ལ་ཁག་མེད་ང་རང་ཡིན་ན་ད་ཁྱེད་ནི་ཨ་མ་དེ་ན་འདྲ་མོ་འདྲ་བཟོ་ཤོག་བཟོ། དེ་འདྲས་བྱས་ཡ་དེ་གི་ཚགས་པ་ཐོག་ལ་ཡ་རྒྱ་ཤིག་ཚགས་པ་ཐོག་ལ་འདུལ་ཉི་མ་གཅིག་སྐྱེལ་གི་རེད། དེ་རིང་ཚགས་པས་འདུལ་ཐུར་སྐྱེལ་རེད་སོང་ངས་ཚགས་པ་གད་སྙིགས་དེ་འགྲོ་ཚར་དེར་དོ་སྣང་བཟོ་མཁན་ལ་གད་ཡོང་གི་མ་རེད་ཨ་ནི་རྒྱ་གི་གསོང་པའི་ནོར་ལ་ཕོ་ཐུད་ཆེན་པོ་ཟེར་འགྲོ་ཚར་འདེ་སོགས་ཕོ་ཐུད་གཅིག་འགྲོ་གཅིག་ཁོང་ཁྲོ་ཞིག་ཟ་ཚར་དེ་ཀ་ལ་དེ་ནས་དཔེ་གཤིས་ཀ་དེ་མི་གཞན་པའི་དོ་འདྲ་གི་མ་རེད་ཁྱེད་ནི།

ཆབ་སྲིད་ཀྱི་དངོས་གཞི་དེ་ཁོའི། འདི་རེད་གར་སོ་དགོས་རེད། མི་རིགས་ས་ཁུལ་རང་བྱུང་བཙོན་འོད་དེ་ཁོང་གི་རྩ་འགྲེལ་ཨ་དང་པོར་ཟིན་ཡོད་རེད། ད། གྲ་ཇི་བ་ཞུ་ལོང་རག་ས་མ་རེད་དེ་ནས་དེ་གི་ནང་ཚིག་གི་གཏན་ཚིག་རེ་རེ་ཞིག་གི་ན་ཞུ་ལོང་རག་ས་མ་རེད་ད་གཉིས་པ་དེ། དཔེ་འཇོག་གི་ཐོག་ནས་རེད། དཔེ་འཇོག་གི་ཐོག་ནས་དེ་ནས།

ལོ་ཁ་ཤས་ཅིག་གི་ནང་ལོགས་ལ་ད་ལྟའི་ལྟའི་རེ་རེ་ལ་ཡར་རྒྱས་ལོ་རེ་ལོ་རེ་ནས་འགྲོ་གི་ཡོད་རེད། ཡིན་ནའང་བོད་པའི་ནང་ལོགས་ལ་ཡར་རྒྱས་འགྲོ་བ་དེ་འདྲས་མ་རེད་ཚེ་སྔ་བོར་རྒྱ་ནག་གཞུང་གིས་ད་བོད་པའི་ས་ག་ག་ས་ག་ལ་ལྷག་བསམ་གནང་སྟངས་གོ་འདྲ་ཅི་རག་བྱས་ནས་བོང་ཡང་འབོག་བཀག་ལས་རག་པ་ཤུགས་ཆེན་པོ་བཟོས་རེད། དེ་ཚོ་གང་ག་བཟོ་ཡ་དེ་ག་རེ་རེད་ཟེར་ན་མི་རིགས་ས་ཁུལ་རང་གཞུང་གི་རྩ་འགྲེལ་དེ་གཞི་ལ་བཞག་པའི་གི་ཐོག་ནས་བཟོ་ཡོད་རེད། ཡིན་ན་ཡང་སྔོན་མ་རི་ནས་ས་སྐྱའི་བཀའ་སློབ་མ་གས་ཕྱོགས་གཏོང་བཞོག་ཡག་དང་ཡག་རག་པ་བཟོ་བ་ཉིན་འགོ་ཐུག་གི་ནོ་འཕྲུལ་ཐག་ཆེན་ལ་ཡོག་མ་རེད་འདི་དག་རྩ་བ་ཉིད་ལ་ཡོད་ལོ་མ་རེད་ད་རི་ནས་ས་སྐྱའི་བཀའ་སློབ་ཕྱོགས་གཏོང་བཞོག་ཧ་ཅང་གི་ཚད་ལས་འདས་ཚར་རེད་ད་དེ་ཡག་གི་ས་བཟོ་ཐག་མེད་བཟོ་གི་འོད་ལ་རེད་བཟོ་ཡག་དཔེ་ཆགས་ཆེ་ན་སེ་འབྲས་དགའ་ས་གི་བཙུན་པའི་རྒན་པ་ཁྱེད་རིགས་མཁྱེན་ཚད་ས་སྐྱའི་གཉིས་སུ་བཀའ་འགྲོན་སྤེན་སུ་འདྲི་སྟངས་འགྲུས་སོགས་ཁྱད་པར་མེད་པ་དགོངས་པ་གང་ག་ཉོག་བཟོ་བཞོག་ཡག་བཟོ་ཡག་ལ། ཆེ་ས་ལ་རྒྱ་མི་གོ་མང་ཁྲི་བརྒྱ་དང་རེ་བྲལ་དུ་ཆུ་ས་ལ་རྒྱ་མི་གོ་མང་ཁྲི་བཅོ་ལྔ་དང་བཞི་ལྔ་དང་རེ་བྲལ།

དཔལ་འབྱོར་ཐོག་ལ་བོད་པ་ལ་བཅག་པའི་མཛད་རྗེས་རེད་སྙམ། དེ་འདྲའི་ཞེན་པའི་སྲིད་སྐྱེས་ཀྱི་འགྱིང་གི་མ་རེད་དྲན་ཡང་དྲན་གི་མ་རེད། དེའི་སྒང་ལ་ཡང་ལྟ། དབྱི་ཚོང་གཉིས་ལ་ཁོང་གི་གོང་ཆེ་གར་ས། ཕེ་དེལ་སྐྱིད་ཟེར་ནི་ལ། ད་དེ་དེ་ཚོང་ཁུངས་དེ་ངས་མིང་དྲན་གི་མི་འདུག་སྔར་ལྷས་ས་འོང་དེ་ཚོང་ཁུངས་དེ་སྒོ་ས་གླས་ནས་གང་ཅི་ཚོང་ཁུངས་ཟེར་ན་དཔལ་འབྱོར་གྱི་ལྟེ་གནས་ཆེན་པོ་ཅིག་བཙུགས་སོང། དཔལ་འབྱོར་བསྟི་གནས་ཆེན་པོ་ཟུར་བཅུ་ནས་ད་དེ་གའི་ནོར་ལུག་ལ་དགོན་པ་གྲྭ་ཟོ་ཁག་ག་ས་གང་ནས་མི་ཡག་སྦྲུལ་རལ་དེ་ཚོ་སི་གའི་མི་དམངས་ལམ་སྟེ་བཟོ་ངེས་དང་དགོན་པ་གྲྭ་ཟོ་རུ་རུ་སོ་སོ་གི་རུ་ཁག་ཟོ་རུ་སོ་བཟོ་ཡག་ཆེད་དུ་ཚོང་ཁང་ཟ་ཁང་བཙུགས་ཡག་གི་ལམ་སྟེ་བཟོ་ཡག་ཨ་ནི་དགོན་པ་གྲྭ་ཟོ་སྐྱོ་བ་དེ་ཚོ་ལ་ཡང་དཔལ་འབྱོར་གི་རོགས་པ་བཟོ་ཡག་བ་དེ་འདྲས་ཀྱི་ལྟེ་གནས་བཙུགས། དེ་རེར་ཐད་ནས་དེ་དིག་ད་ཁ་ཡ་ལོ་ཡ་གི་རྒྱ་ཁག་གི་རོགས་པ་བཟོ་མ་ཐོས་ས་དུ་ཨ་ནི་རྒྱ་ཁག་གི་རོགས་པ་བཟོ་ཡ་གི་ངེས་ལེན་མེད་པ་དང་རོགས་པ་བཟོ་ཡ་གི་གྲོང་ཁག་གི་ཐོག་ནས་འགོ་མ་ཐུ་བ་དེ་འདྲས་མང་པོ་ཅིག་ལ་ཁ་ཕན་ཐོག་རྒྱ་ཆེན་པོ་ཞེ་དྲག་ཟིག་ཡོད་དེ་འདྲས་ང་ཚོ་འདི་ནས་ཕར་ལ་སི་གཅིག་བཟོ་ཐུག་གི་མ་རེད་ཀྲུང་གོའི་རྒྱ་ཁག་གི་དེ་འདྲས་མང་པོ་བཟོ་ཐུ་ཡོད་མ་རེད། འོ་དེ་འདྲའི་གི་དཔལ་འབྱོར་གི་རགས་པ་ཟིག་ད་རྗེས་མ་པཎ་ཆེན་རིན་པོ་ཆེ་དགོངས་པ་རྫོགས་ཚར་བའི་རྗེས་ལ་ད་དེ་མི་ཐང་རེད་མ་བསྡད་རེད Tibetan Foundation དེ་སོ་ད་དབྱིན་ལན་ལོན་མཁན་དེ་སོ་ད་ནང་ཉིན་ཤིས་སུ་ད་སྒོ་རྒྱག་ནས་ལོ་ཕ་ཤེ་བཞི་ལྔ་ཟིག་འགྲོ་ལོ་གསུམ་བཞི་མ་འགྲོ་ཡོད་མ་རེད་ད་དེ་དུས་བར་དུ་བསྡད་སོ་དེ་ནས་ཨ་རིག་ཕོང་ག་ས་ག་ལ་དེ་འདྲའི་བཙུད་བྱས་ནས་ད་དེ་ནས་དེ་མ་ཚད་ནས་རྒྱ་ནག་ནོར་ལོག་ལས་ལས་ཡག།

ཉག་ཆོག་བཏང་ཚར། ད་བདུན་ཕྱི་དལ་གྱི་ལོ་ནས་ཡར་མགོ་བཅུས་ནས་ད་ཤ་སོ་བཟང་འདི་ཀ་ལ་བཟོ་གཏོང་ག་འདྲས་བྱེད་ད་འགས་ལབ་པ་ནང་བཞིན་བདུན་ཕྱི་དལ་གྱི་ལོ་ལ་གྲོང་མྱུལ་མི་རིགས་ཀྱི་ཁྱི་རིགས་ཀྱི་ཤ་སོ་བཟོ་ཡག་གི་ཨ་ནེ་ཀར་ས་ཡིག་ཆ་བྲི་ཆས་དེ་འཇོག་པ་དེ་ནས་མགོ་བཅུས་བྱས་ནས། དེ་ནས་དེ་ཕྱི་ལ་རེད་ཁོང་གིས། བོད་རང་བྱུང་ལྗོངས་དང་དེ་ནས་རང་བྱུང་ཁུལ་དུ་རང་བྱུང་རྫོང་ཁག་ལྔ་ཁག་ལ་བླ་གྲྭ་བཙུགས། སློག་ཆ་གང་གི་གི་མ་སློག་ལ། དེ་ནས་བེ་དེ་རང་བྱུང་གི་ཆགས་ཁུ་ཡིན་བེ་གི་ས་ཆ་ཡིན་ནི་བཟོ་འབ་བྱེད་ལ་སྐད་ཡིག་ཨ་དང་པོ་དེ་བེ་ཡིག་བྱ་དགོས་གི་ཡིན། མཐའ་ནས་སྦྲག་ཁོང་ནང་ལ་ཡི་གེ་བྲིས་ན་ལ་བེ་ཡིག་བྲི་དགོས་གི་ཡིན། ལས་ཁོང་ནང་ལ། ཡིག་ཆ་བྲིས་ན་བེ་ཡིག་ཐོག་ལ་བཟོ་དགོས་གི་ཡིན། མཐའ་ནས་ཁ་པར་ལེན་པ་དང་དེ་ས་ཡན་ཆད་ད་ག་འདྲེ་ཅིག་ཡིན་ན་གང་ག་དེ་བེ་ཡིག་ཐོག་ལ་བེ་བཤད་གཏང་དགོས་གི་ཡིན། བེ་བཤད་གཏང་དགོས་གི་ཡིན་ཟེར་བ་དེ་མེད། ཁྲ་ར་སྟོད་སྤྱི་པོ་མར་ཁ་ར་མིག་གཉིས་པོ་ཡོངས་བྱས་ནས་རྣག་དྲི་འདྲ་ས་རྣག་དྲི་ཟོས་ར་མོ་ཁྲ་འདྲ་ས་མོ་ཁྲ་ཟོས་ར་རྟ་ཞེ་ས་རྟ་ཞེ་ནས་ཟོས་ར་གོམ་པ་རྒྱག་ས་གོམ་པ་རྒྱག་ནས་ཟོས་ནས། དེ་ནས་རྫོང་རིམ་པ་ཆུས་རིམ་པ་ཅང་རིམ་པ་གྲོང་སྡེ་རིམ་པ་ག་ས་ག་ལ་སོང་ཟེར། དེ་འདྲས་སོང་བྱས་ནས་དཔེར་ན་ཆང་མདོ་རྫོང་དེ་འདྲས་ཁ་ཁ་ཤས་ཅིག་གི་ནོར་ལོག་ལ་སློབ་གྲ་ནང་ཐོག་བརྒྱ་གོ་བརྒྱ་ཡར་འཛུལ་ནས་སློབ་ཚན་ག་ར་ལ་རྒྱ་ཡིག་བཀླགས་བསྡད་ས་དེ་འདྲས་ལང་ཚོ་རྫོང་དཔེ་ཁོ་ར་ནི་ཡིག་གཏོང་ཡག་དང་སློབ་གྲ་གི་སློབ་ཞུ་ནི་ཡིག་གཏོང་ཡག་དང་དགེ་རྒན་ནི་ཡིག་གཏོང་ཡག་དེ་འདྲས།

རྨ་ཁ་རྫོང་གིས་རྫོང་དཔེ་དེབ་མགོ་བདེ་བོ་ཡོད་ས་རེད་པཎ་ཆེན་རིན་པོ་ཆེ་ཆང་འདོར་ཕེབས་པའི་སྐབས་ལ་ཁོང་གིས་གསར་བ་གཏོང་དེ་ག་རེ་བྱེད་ཀྱི་འདུག་ཕུགས་ཀྱི་བྱེད་སྟངས་གནས་ཚུལ་དེ་ཚོ་གང་ག་ཧ་གོ་ནས་ཚུད་ཡོང་ཆེད་པཎ་ཆེན་རིན་པོ་ཆེ་རྨ་ཁ་ལ་མ་སླེབས་ཡོང་ནས་ཁོ་ཚུད་ཡོང་ཆེད་ནས་ང་ཚོའི་ལས་ཁུངས་ནང་ལས་གཞི་རྒྱག་པའི་སྐད་ཆ་མི་སྲིད་ཡིན་ན་བེད་སྤྱད་མ་ཁེངས་ནས་སྲིད་ཀྱི་ཡོང་མི་ཆོག་ཟེར་ནས་རེད་ཆ

སེ་འབྲས་དགའ་སོགས་ཀྱི་རྩིས་ཡིག་ཆེད་སྤྱོད་ནི་རྒན་པ་དེ་སོགས་གང་གཱ་ཡ་ས་གཞིའི་བཟོ་གཡག་གི་ཆེད་དུ། ཀྲོང་གཡག་ལ་ཡ། མི་དགེ། ཀྲོང་གཡག་གི། ཁྱི་ལྡེ་ལས་འཁུགས་ལ་དེ་ལ་ཡ། སྙལ་ཤི་རྒྱག། དེ་ཡིག་གི་རྒྱུད་ནས་མ་ལ་དགོངས་པ་གྲགས་སོགས་ཀྱི་ཐོག་ལོ་མ། འབྲོག་འབྲས་དེ་སོགས་དཔའ་སྐྱེས་དྲི་མ་ལས། དེ་ལས་ནི་དེ་ནས་དགོངས་པ་གྲགས་སོགས་ཡ་ཤ་སོགས་བཟོ་གཡག་སྐྱིད་པོ་འཕེལ་བ། སེ་འབྲས་དགའ་སོགས་ཀྱི་རྩིས་ཡིག་ཆེད་སྤྱོད་ནི་དེ་སོགས་གང་གཱ་ལ་ཚུགས་འཚོ་གཡག་ཡོང་ངེས་ཁྱེད་རང་འཚོ་གཡག་ཡོང་མཁན་རྒྱུད་སྤྲད་གཡག་ཡོང་མཁན་གྱི་ལོ་ལོའི་ལོ་ཐ་ཆ་སོགས་ཀྱི་སྟེ་གསར་པ་སྤེལ།

ལྟ་ནས་དེ་འདྲས་བྱས་ན་ཡང་ད་དུང། ང་ཚོའི་གི་ཆུ་ལུད་འདི་གི་ཆུ་ལུད་ཀྱི་བརྗིད་ཉག་པ་མ་གཏོགས། སྤྱི་ཚོགས་ཀྱི་བརྗིད་ཉག་ཡ་གཅིག་དང་མཛོ་ལི་སྤྱི་པའི་གི་བརྗིད་ཉག་ཡ་གཅིག་དེ་དག་མི་མཐོ་ནས་གནས་ཡ་གཅིག་བཟོ་དགོས་ཀྱི་ཡོད་ན། ཆུ་ལུད་སྤྱི་པོ་གི་གི་སྡེ་ནོར་ཆུ་ལུད་སྤྱི་པོ་བློ་ཆུང་གཅིག་གི་ཁུངས་ཆད་པ་མ་ཡིན་པར་དེའི་གི་རྒྱ་ལོ་ལ་སྐད་ཡིག་འདྲ་མི་འདྲ་ཤེས་དགོས་ཡ་དང་རིག་གནས་འདྲ་མི་འདྲ་ཤེས་དགོས་ཡ་དང་ལོ་རྒྱུས་འདྲ་མི་འདྲ་ཤེས་དགོས་ཡ་དང་གནས་བབ་མང་པོ་ཞིག་ཤེས་དགོས་ཡ་གི་གནས་སྡེ་དེ་དགོངས་བྱས་ནས

འོ་དེ་ད་པཎ་ཆེན་རིན་པོ་ཆེ་ཡིས་ད་སེང་འབྲས་དགའ་བསུ་དང་བདེ་སོགས་ཀྱི་གནས་བག་ག་འདྲས་ཅིག་ཆགས་པ་ཡིན་ན་ཡང་མི་དགའི། ནང་བསྟན་ལྷོ་གླིང་དེའི་ནང་ལོགས་ལ་ང་ཚོ་བལ་བོད་ཀྱི་གནས་ཡས་ཀྱི་ཁྱད་པར་དང་གནས་ཡས་ཀྱི་དག་བླ་མ་སྤྲུལ་སྐུའི་དགེ་བཤེས་དེ་སོགས་ཀྱི་ཕྱིའི་དང་རིག་གནས་དང་ལོ་རྒྱུས་ཆགས་ཚུལ་ཤེས་མཁན་དེ་བཟོ་ཐག་ན་བསྟན་པའི་སྲོག་རྩ་འདྲ་བ་དེ་རྒྱུ་རིན་པོ་ཆེ་ལ་སྤེལ་ཐུབ་ཀྱི་རེད་སྤྱི་ཚོགས་ནང་ལ་ཆགས་ཐུབ་ཀྱི་རེད་ཟེར་དེའི་དགོངས་པ་དེ་བཞིན་ནས་ད་མཐའ་ད་འདས་བར་དུ་དེ་འདྲའི་དེ་འདྲའི་མ

པན་གཞིས་གོང་མ་ལ་ཐུགས་རྗེ་ཆེ་དང་བཀའ་རེ་ཆེ། ང་ཚོ་མི་ཁ་ཤས་ཅིག་གིས་ལྷ་བསང་མ་གཏོགས་ལྷ་སར་རྒྱ་ལོག་ཕུལ་བྱུང་རིང་པོ་མ་མཐོང་ནི་ལ་ཅི། ང་ར་ཡི་དང་པོ་ཡི་ཚུལ་ཡོང་འདི་རྒྱ་ཤི་བྱ་གི་ལོ་ལེ། པན་ཆེན་རིན་པོ་ཆེ་དགོངས་པ་རྫོགས་ནི་ལ་ཟླ་བ་གཅིག་ཟ་མ་ཟ་མ་སྐུ་གདུང་དེ་མཇལ་ཁ་རག་སོང། སྐུ་གདུང་ས་ལ་མཇལ་ཁ་དེ་ངེས་ལ། ང་ཚོ་ཕ་ཡུལ་ཕེ་རེ་མི། ཕ་ཤེ།